སྐབས་དེར་ལ་དྭགས་ཀྱི་ཁོར་ཡུག་སྲུང་སྐྱོབ་པ་དང་དེ་ནས་རང་སྐྱོང་འཐབ་རྩོད་པ་སྐད་གྲགས་ཅན་ལྔ། བསོད་ནམས་དབང་ཕྱུག་འཛིན་བཟུང་བྱས་ཚར་བཞག་ཁོ་རང་འཛིན་བཟུང་བྱས་ལས་ཞུགས་ལ་དེ་འདྲ་ལ་དྭགས་ལ་ཨིན་ཐེར་ནེ་ཐྲེལ་དེ་འདྲ་མི་འདུག་ཚང་མ་བཀག་ཚར་འདུག་ཟེར་གྱི་འདུག་དེ་ནི་འདི་ལ་དྭགས་ཀྱི་རྒྱལ་སྲིད་ལས་ཡིན་པ་ཡིན་ནའང། མིག་སྔར་ལས་ལྷག་གི་འགྲོ་མི་ཆོག་པ་དེ་འདྲ་བཟོས་འདུག་ཟེར་གྱི་འདུག་དེ་ཙམ་ཙམ་མ་ཟད་ལ་དྭགས་ཀྱི་དབུ་ཁྲིད་དང་དེ་ནས་རྒྱ་གར་བོད་གཞུང་གི་ནད་ཡོད་མི་སྣ་དེ་ཚོས་ཐུགས་ནས་གུས་པ་དང་ཞི་བ་གི་གྲུ་མོ་ཡག་པོ་བཅད། ཤེས་ཡག་གི་ཁོ་རང་ཚོས་བྱ་བྱེད་སྒྲིག་གི་འདུག་ཞི་མོ་དེ་ཡག་པོ་བཅད་ཡོང་ཡག་གི་རེ་བ་དང་སྨོན་ལམ་ཡོད། དེ་ནས་འདི་ལ་དྭགས་ཀྱི་ད་ལྟ་ཁོ་རང་ཚོ་ལ་རང་སྐྱོང་བཙུགས་དགོས་ཀྱི་གནད་འགག་དེ་ག་རེ་རེད་ཟེར་པ་ཡིན་ན་དེ་དག་ཁོ་རང་ཚོས

ལ་དྭགས་བ་རུ་ལགས་ཀྱི་སྟངས་ད་ཞི་བ་གི་གྲུ་མོ་མང་པོ་ཞིག་ཀྱང་ཡིན་པ་ཡིན་ཡང། ཐང་འབྲིང་ལྡན་པ་གི་ལ་དྭགས་ལ་རང་སྐྱོང་ཐོབ་ཡག་གི་འདི་འདྲ་གི་གནས་ཚུལ་གྱིས་བྱུང་མི་འདུག་ད་རང་སྐྱོང་མ་ཐོབ་པ་ཡིན་ན་ད་ནི་ལ་དྭགས་དེ་ཚོས་སེམས་ཁྲལ་ཞི་བོ་ཅིག་བྱེད་གི་འདུག་ཤི་དགོས་རྒྱུ་མཚན་ག་རེ་རེད་སྲིད་པ་ཡིན་ནའང། ད་ལྟ་ལ་དྭགས་ནང་ལུགས་ལ་ངེས་མེད་དང་མ་འདྲ་བ་ཀྱི་སྟངས་ད། ཕྱི་ལུགས་འདི་གི་མི་འདི་ཚོས་ཡོང་ནས་གི་ལས་ཀ་ལས་ཆོག་པ་གི་འདི་འདྲ་གི་ད། ཁྲོམ་རྭ་གི་སྒོ་ཕྱེ་འདི་བ། དེ་མིན་ལ་རྩ་ཁྲིམས་སུམ་བརྒྱ་དུང་ཕྱུར་ཟེར་གྱི་འདུག་དེ་དོན་དག་དེ་ག་རེ་རེད་ཟེར་པ་ན། ལ་དྭགས་ལ་ངེད་མ་ནིང་གི་ཡོད་པ་གི་སོ་སོའི་གི་ཁྲོམ་རྭ་དང་སོ་སོའི་གི་ས་ཆ་གི་བདག་དབང་ཡོད་པ་དེ་མེད་པ་བཟོ་ཡག་གི་དེའི་ཁྲིམས་ལུགས་དེ་རེད་ཤག། ངེད་མ་ལ་དྭགས་ག་ཤེད་མི་རིགས་དབུ་ནས་ཡོད་པ་ཡིན་དུས་ག་ཞིག་མི་རིགས་ལའང་མི་བསྲེག་རང་སྐྱོང་གི་ཐོབ་ཐང་དུ་ཡོད་རེད་བ། དེ་འདྲ་ཡིན་པ་སོང་ཙང་ལ་དྭགས་ནང་ལུགས་ལ་ཞི་གླུ་ནི་གི། རྒྱ་གར་གི་ས་ཁུལ་གཞན་པ་ནི་གི་ལ་དྭགས་ནང་ལུགས་ལ་ཡོང་ནི་གི་ཚོང་རྒྱག་དང་ཚོང་ཁང་བྱེད་ཡ། དེ་ཚོ་ཚང་མ་ལ། དམ་དྲག་བྱ་གི་ཡོད་རེད་ལས་སླ་བོ་ཡོད་མ་རེད་གཞན་པ་དགོས་གི་མ་རེད་ང་ཚོ་བོད་པ། དེ་བ་ལ་དྲག་གསི་གཏོང་མཁན་དང་མི་ཤེས་འབའ་ཞིག་ན་ཆོག་གི་ཡོད་མ་རེད truth is guide ཡོད་བ། དེ་འདྲ་ངོ་མ་ཉིད་དང་ང་དྲུག་དེ་བ་ལ་ཞིག་ཆོག་གི་ཡོད་མ་རེད།

ས་སྐྱ་བརྒྱ་ཆ་བདུན་གྱི་དགུའི་བར་སྣང་བ་ནོར་བུ་ལས་ཀྱུ་གི་མ་གཅིག་མ་གཅིག་མ་འདུག་ཡིན་པ་ཡིན་ནོ་ལ་དྭགས་ཀྱི་མི་འབོར་གྱི་གཤིས་ཀ་མཚམས་སུ་བར་ཆད་དོར་ལ་འདུག། ཡུལ་སྒོ་ཡ་ཡང་ག་ཆེ་དེ་ཚོའི་སྤུ་ཁ་ཤི་བོའི་བཟོ་དགོས་འདུག། བཀའ་བརྒྱུད་ཡིན་པ་ཡིན་ན་མོ་ཆེ་ཤོས་དེ་ཀྱི་སྟོང་བ་འདི་ཤི་ཡ་ག་ཆེ་རེད་ཟེར་གྱི་འདུག། བཀའ་བརྒྱུད་ནོར་བུ་ལས་ཀྱུ་མི་དེ་ཚོས་སྐད་ཆ་ག་རེ་བཤད་ཀྱི་འདུག་ཟེར་པ་ཡིན་ན་ལ་དྭགས་ཀྱི་དང་དེ་ནས་དབུས་གྲུ།

སེམས་ཅན་མགུ་བ་ཙམ་ཞིག་མ་ཟད་སུ་སུ་གི་དཔའ་འཇུག་གི་བདག་དབང་སུ་སུ་ལ་འོང་བ་གི་ཁྲིམས་ལུགས་དེ་དགོས་ཀྱི་འདུག་ཟེར་ནས་ཁོ་རང་ཚོའི་འཐབ་རྩོད་བྱེད་ཀྱི་འདུག། དེ་འདྲ་བ་ཡོད་པ་ཡིན་ན་སྤྱིར་བཏང་བརྒྱ་གར་གྱི་བཅའ་ཁྲིམས་ལེའུ་བཅུ་པའི་དབུ་ནས་བཀག་ཡོད་རེད་ཟེར་གྱི་འདུག་ལེའུ་བཅུ་པའི་དབུ་ནས་བཀག་པའི་རྒྱ་གར་གྱི་སྤྱིར་བཏང་གི་ས་གནས་ཁག་ཅིག་ལ་བལྟས་བཞག་ཨ་སམ་དང་དེ་མིན་མ་ག་ལ་ཡ། མ་སུ་རི་དེ་ཚོ་ཚང་མ་ལ་ཡང་ཁོ་རང་ཚོ་ལ་དེ་རང་སྐྱོང་གི་ས་ཁུལ་དུ་སྤྲད་འདུག་ཟེར་གྱི་འདུག་ཐོབ་ཐང་དེ་དེ་ནས་བན་རྒྱལ་པོ་ཡིན་ན་སྤྲད་ཡོང་ཟེར་གྱི་འདུག་དེ་འདྲ་ཡིན་པ་སོང་ཙང་ལ་དྭགས་ས་མཚམས་ཡིན་པ་ཡིན་ན་ད་ལྟ་དེ་བན་རྒྱལ་པོ་དེ་ཚོ་ཚང་མ་ས་མཚམས་ཀྱི་ཡོ་རོ་པ་ཡིན་པ་ཡིན་ན་སྤྲད་ཡོང་རེད་ཐ་ན་སི་ཀེམ་ལ་ཡང་སྤྲད་ཡོང་རེད་དེ་འདྲ་ཡིན་པ་སོང་ཙང་མ་མཐའ་ཡང་སི་ཀེམ་ལ་ག་རེ་རག་པ་དེ་ལ་དྭགས་ལ་རག་ཡ་གི

ལ་དྭགས་ཡིན་པ་ཡིན་ན་ཁོ་རང་ཚོས་སེམས་ཁྲལ་ག་རེ་བྱ་གི་འདུག་ཟེར་པ་ཡིན་ན་ད་འདྲ། རྒྱ་གར་བྷི་གཞུང་གི་ས་གནས་དེ་བ་ལ་ཇི་ལྟ་བ་ད་འདྲ་དེ་རེར་ཨོ་ད་ས་རྡོ་སྐོམ་པ་གི་གཏེར་ཁ་ཡོད་བ་རེད་དེ་བརྐུ་གི་རེད་ཟེར་དང་དེ་ནས་འདི་ལ་དྭགས་ནང་ལུག་ནི་བརྐུས་པ་ཆུ་གི་ལོ་འཁོར་བདུན་བརྒྱ་ཡ་ག་དེ་འདྲ་གི་ཆགས་ཀྱི་ཡོད་བ་རེད་ལུག་དེ་ཚོ་ཚང་མ་འོ་དེ་ལ་དྭགས་ནས་གི་བེད་སྤྱོད་མ་བཏང་པ་ཞིག་ནས་གི་ཕ་རྒྱ་གར་ནང་ལུག་ལ